བོད་དང་བོད་མིའི་མགྲིན་ཚབ་བྱེད་པའི་དཔེ་ཀློག་ལེ་ཚན་གྱི་བསྟར་འཕྲིན་ཚོགས་པ་དེའི་ནང་ལོ་ལོ་ཡར་ཞུགས་པའི་སེང་འབྲོག་ལྷན་རྒྱས་ཁྱེད་རྣམས་གོ་སྐབས་མཚམས་གཤམ་ལ་འཁོད་པའི་མུ་མཐུད་ནས་འཁྱུག་ཙམ་དཔེ་ཀློག་ལྗགས་ཀློག་ཞུ་རྒྱུ་ཡོད་ན། སེར་སྣ་ཡོང་བའི་འབོད་སྐུལ་ཞུ་གི་ཡོད། ངོས་ནས་ཁྱད་པར་དུ་སངས་རྒྱས་ཀྱི་འཚེ་མེད་ཞི་བའི་རླབས་ཆེ་དང། བསླབ་ཚུལ་དེ་འཇིག་རྟེན་ན་ཞི་བདེའི་དུས་རབས་གསར་པ་ཞིག་ཆགས་རྒྱུར་ཇི་ལྟར་ཕན་ཐོགས་ཡོད་པའི་སྐོར་ཡང་ནས་ཤས་འཆད་དོ། རྒྱ་གར་རང་བཙན་ཐོབ་སྐབས་ཆོས་རྒྱལ་མྱ་ངན་མེད་ཀྱིས་ཆོས་ཀྱི་འཁོར་ལོ་རྒྱལ་ཁབ་ཀྱི་རྒྱལ་རྟགས་སུ་བདམས་པ་དེ། སངས་རྒྱས་ཀྱི་བསྟན་པ་རིན་པོ་ཆེའི་སྙིང་པོ་ཀུན་ཁྱབ་ཡོན་ཏན་བཟང་པོའི་རིན་ཐང་ལ་ཡང་རྒྱ་གར་ངོས་ནས་གུས་བརྩི་ཟབ་མོ་བྱེད་པ་མཚོན་ལུགས་ངག་བཅོལ་ཞུས། གཞུང་འབྲེལ་གྱི་མཛད་སྒོ་གྲུབ་རྗེས་རྒྱ་གར་དབུས་ཁུལ་དུ་ཡོད་པའི་དོགས་གཞི་བསྟན་དང། བ་ར་ན་སི་སོགས་སངས་རྒྱས་ཀྱི་མཛད་པ་དང་འབྲེལ་ཡོད་གནས་ཆེན་ཁག་ལ་ཡང་གནས་མཇལ་དུ་འགྲོ་བའི་གོ་སྐབས་བླངས་པ་ཡིན། གཞན་ཡང་བི་ཧར་ན་ཡོད་པའི་པའི་ནཱ་ལེནྡྲའི་ནང་པའི་གཙུག་ལག་སློབ་གཉེར་ཁང་གི་གནའ་ཤུལ་དང། དེ་བཞིན་སན་ཅི་དང་ཨ་ཅིན་ཏའི་གནའ་བོའི་ནང་པའི་གནས་གཞི་ཁག་ལ་ཡང་གནས་སྐོར་ཞུས། ངོས་རང་རྒྱལ་པོའི་ཁབ་ཏུ་གནས་སྐོར་ལ་ཡང་བསྐྱོད་དུས་སྲིད་བློན་ནེ་རུ་མཆོག་མཉམ་དུ་ཕེབས་བྱུང། གནས་དེ་ནི་སངས་རྒྱས་ཀྱི་བརྩེ་བ་དང་འབྲེལ་ཞིང། ཁྱད་པར་དུ་ཤེར་ཕྱིན་གྱི་མདོ་གསུངས་སའི་གནས་ཡིན་པའི་ཆ་ནས་ཐེག་པ་ཆེན་པོ་དང་དམིགས་བསལ་གྱི་འབྲེལ་བ་ཡོད་པས། སྲིད་གླིང་ཕྱོགས་ནས་རྒྱལ་པོའི་ཁབ་ལ་ཡང་ལྷན་དུ་ཕེབས་རོགས་གནང་བ་དེ་ནི་དམིགས་བསལ་གྱི་བྱེད་ཐབས་མེད་པ་ཞིག་རེད། དུས་རབས་བདུན་པའི་ནང་བྱོན་པའི་རྒྱ་ནག་གི་རྒྱལ་ཁམས་པ་ཐང་སན་ཙང་གིས་རྗེས་དྲན་ཞིག་གཞུང་འབྲེལ་ཐོག་ནས་བྱ་རྒོད་ཕུང་པོའི་རིགས་དབུ་འབྱེད་གནང་བར། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་སྐུ་ཚབ་ངོ་བོར་དང་ཐོག་སྲིད་བློན་ཀྲའུ་ཨན་ལན་ཕེབས་འཆར་ཡིན་ཀྱང་མཐའ་མ་ཁོང་ཕེབས་མ་ཐུབ་པར་བརྟེན། ངོས་ལ་རྒྱ་ནག་གཞུང་གི་ལེགས་སྐྱེས་མཚོན་ཆེད་དངུལ་འཛིན་འབུལ་དགོས་རེ་འབུལ་དགོས་རེ་འདུན་བྱུང་བ་ལྟར་བྱས། སྐབས་དེ་དུས་ཡུལ་དབུས་ཀྱི་ནང་པའི་རྩ་ཆེའི་གནས་ཆེན་ཁག་ལ་ཡང་གནས་མཇལ་ཞུ་རྒྱུ་བྱུང་བ་དེས། ངོས་དང་ངོས་ཀྱི་ཡུལ་ལ་མུན་པ་ཐིབས་པ་ལྟ་བུའི་གནས་སྟངས་ཤིག་ཡོད་པ་དེར། རྩ་ཆེའི་ཉི་མའི་འོད་སྣང་ཅུང་ཟད་འཕྲོས་པ་ལྟ་བུའི་དགའ་སྤྲོའི་དུས་སྐབས་བརྗེད་ཁ་བོ་ཁ་ཅིག་བྱུང། རྒྱ་གར་དུ་གནས་པའི་དེ་རིང་དེར་ཡོད། དེར་ཡོད་བོད་མིའི་གནད་ཡོད་མང་པོས་བོད་ལ་ཡར་ལོག་མི་ཉན་པའི་སྐུལ་མ་བྱུང། ཁོ་ཚོས་གྲོས་མཐུན་དོན་ཚན་བཅུ་བདུན་ལ་ཡང་མིང་རྟགས་བཀོད་པ་དེ་མ་འགྲིག་པ་རེད་ཅེས་བསམ་ཚུལ་ཤུགས་ཆེ་བརྗོད་ཀྱི་འདུག་སྲིད་བློན་ནེ་རུ་ལྷན་དུ་ཡང་གལ་ཆེའི་མཇལ་མོལ་ཞུ་ཡུལ་བྱུང། སྐབས་དེའི་ཁོང་དགུང་ལོ་དྲུག་ཅུ་རེ་གྲངས་ཡིན་ཞིང། རྒྱ་གར་རང་བཙན་ཐོབ་རྗེས་ཀྱི་སྲིད་བློན་ཐོག་མ་དེ་རེད། མཇལ་མོལ་གྱི་ཐོག་མར་ངོས་ནས་གོ་སྐབས་བཟུང་སྟེ་རྒྱ་ནག་གིས་བཙན་འཛུལ་བྱེད་ལུགས་བྱེད་སྟངས་དགུ་བཅུ་ཚང་མ་ཞིབ་འཇུས་ཐོག། བཙན་འཛུལ་སྐབས་ངེད་ཚོར་གྲ་སྒྲིག་མེད་ཚུལ་དང། ཕྱིའི་རྒྱལ་ཁབ་གང་གིས་ཀྱང་ང་ཚོའི་རང་བཙན་གྱི་གནས་སྐབས་ལ་ངོས་ལེན་བྱེད་འདོད་མེད་པ་ཤེས་འཕྲལ་རྒྱ་ནག་གུང་ཁྲན་ཏང་འགྲིག་ཆབ་ཡོང་ཐབས་སུ་ཐབས་ཤེས་ཡོད་རྒུ་རྩལ་སྤྲུག་ཇི་བྱེད། ཅེས་ཞུས་པ་ཡིན། དེ་ཕྱི་ངོས་ནས་སྲིད་བློན་མཆོག་ལ་ཡང་རྒྱ་ནག་གིས་ལི་ཐང་དགོན་པར་འབར་མདེལ་གྱི་གཏོར་སྐྱོན་བཏང་རྗེས་བོད་ཤར་ཕྱོགས་ཁུལ་དུ་ད་ལྟའི་གནས་སྐབས་སུ་འུ་ཐུག་གི་གནས་སྟངས། ཞེས་བྱ་དང། རྒྱ་ཕྱོགས་ནས་བོད་ཀྱི་ཆོས་དང་གོམས་སྲོལ་གཏན་མེད་དུ་གཏོང་སེམས་ཡོད་འདུག་པར་བློ་གཡེང་ཆེ་ཚུལ་ཞུས་ཏོ། ཞི་བའི་ཐབས་ལམ་ཡང་བརྟེན་ནས་བོད་ནང་རང་དབང་བསྐྱར་གསོ་མ་ཐུབ་བར་ངོས་རང་རྒྱ་གར་དུ་སྡོད་འདོད་ཡོད་ཚུལ་འགྲེལ་བཤད་ཞུས་པ་ཡིན། ནེ་རུས་རྒྱ་ནག་ལས་དྲག་འཐབ་བྱས་ན་ཕན་ཐོགས་མེད་པའི་ངོས་ཀྱི་བསམ་ཚུལ་ཡང་མོས་མཐུན་དང། བོད་ཀྱི་གནས་སྟངས་ཐད་བློ་ཕམ་དང་གདུང་སེམས་ཆེ་ཡང་རྒྱ་གར་གྱིས་བོད་ཡར་རྒྱབ་སྐྱོར་གནང་ཐབས་མེད་པ་གསུངས་འདུག་ངོས་རང་བོད་ཡར་ལོག་ནས་རྒྱ་ནག་དང་མཉམ་དུ་གྲོས་མཐུན་དོན་ཚན་བཅུ་བདུན་རྨང་གཞིར་བཞག་སྟེ་མཉམ་དུ་ཐབས་ཤེས་འཚོལ་དགོས་ལུགས་གསུངས། ཁོང་གི་དགོངས་ཚུལ་དེར་ལན་གྱི་ཚུལ་དུ། ངོས་རང་རྒྱ་ནག་དབང་འཛིན་པ་ཚོར་ཡིད་ཆེས་བརླགས་ཟིན་པར་མ་ཟད། གྲོས་མཐུན་དེ་ཉིད་ད་ཆ་ལག་ལེན་འཁེལ་ཐབས་ཡོད་པ་ཞིག་ལ་ཡང་ཡིད་ཆེས་མེད་ཚུལ་བརྗོད་པར། ཁོང་གིས། རྒྱ་ནག་གི་སྲིད་བློན་ཀྲའུ་ཨན་ལན་ངོ་ཐུག་གིས་བཀའ་མོལ་གནང་དུས་བརྗོད་བྱུང། སྲིད་བློན་ནེ་རུ་དང་མཇལ་འཕྲད་ཀྱི་དུས་སྐབས་གཞན་ཞིག་ཏུ། ཁོང་གི་ཕྱག་ཏུ་གྲོས་མཐུན་གྱི་ངོ་བཤུས་རྣམས་ཕེབས་ནས། དེའི་དོན་ཚན་རེ་རེ་བཞིན་འབྲུ་ཐིག་གིས། དེ་དག་དོན་དམ་གྱི་རང་རྒྱུད Autonomy། དང་རང་སྲིད་རང་རྒྱུད Self-Rule། གྱི་གཞི་རྟེན་དུ་འོད་དང་གསལ་པོ་འགྲེལ་བཤད་གནང་བྱུང། སྲིད་བློན་ནེ་རི་ཡུ་ཁོང་དང་ཀྲའོ་ཨེ་ལན་ལ་མཇལ་མོལ་གྱི་སྐབས་སུ་བྱུང་བའི་བཀའ་མོལ་སྤྱི་དང། ལྷག་པར་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ནང་བོད་ལ་ཡང་རང་སྐྱོང་སྤྲོད་རྒྱུའི་སྐོར་ཀྲའོ་ཨེ་ལན་ཡིས་ཁོང་ལ་ཡང་ཁས་ལེན་ཁ་གསལ་བྱས་ཚུལ་བརྗོད་བྱུང། རྒྱ་གར་ནང་ཡུན་རིང་རྒྱ་ནག་གི་སྲིད་བློན་ཀྲའོ་ཨེ་ལན་དང་མཇལ་མོལ་གྱི་གོ་སྐབས་ཀྱང་ཐེངས་ཁ་ཤས་བྱུང། སྐབས་དེར་ཁོང་དགུང་ལོ་དྲུག་ཅུར་སླེབས་ལ་ཉེ་ཞིང། ཕོ་སོ་ཐོད་ལ་འཛུམ་མདངས་ཅན། འགྲོ་ལུགས་ཤེས་བཞིན་རྣམ་རིག་ཤིན་ཏུ་མྱུར་བ་ཞིག་སྟེ། མདོར་ན། ཁ་འཇམ་ལ་ཁོག་དྲོང་བ་ཞིག་རེད། དེ་ཡང་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ཟླ་བ་བཅུ་གཅིག་པའི་ནང། ལྡི་ལིར་ཁོང་ཐེངས་དང་པོར་ཐུག་དུས། བོད་ཤར་ཕྱོགས་ཀྱི་གནས་སྟངས་སྐོར་དང། རྒྱ་ནག་གི་དཔོན་རིགས་ཚོའི་བྱེད་སྟངས། ལྷག་པར་ལི་ཐང་ལའང་འབར་མདེལ་འཕངས་ནས་གཏོར་རྒྱུ་བཏང་རྗེས་ཡ་ང་སྙིང་རྗེ་བྲལ་བའི་དྲག་གནོན་གྱིས། ཉེས་མེད་མི་མང་བསད་ཚུལ་རྣམས་ཁ་རིས་ཁ་ཐུག་ཏུ་བརྗོད་པ་ཡིན། དེ་བཞིན་བོད་ཤར་ཕྱོགས་ཏེ་ཁམས་སྐྱིད་ཁུལ་དང། བྱང་ཤར་ཨ་མདོ་ཁུལ་དུ་བཅོས་བསྒྱུར་བྱས་པའི་རྐྱེན་གྱིས། མི་སྟོང་ཕྲག་མང་པོ་བོད་དབུས་ཁུལ་དུ་ཡུལ་བྱོལ་ཡར་ཡོང་དགོས་ཐུག་འདུག་པས། བཅོས་བསྒྱུར་བྱེད་སྐབས་གནས་ཚུལ་ག་རེ་བྱུང་མིན་ཡང་འདྲི་རྩད་བྱས་པ་ཡིན། ཀྲའོ་ཨེ་ལེན་ཡིས་བོད་ཤར་ཕྱོགས་སུ་ས་གནས་ལས་བྱེད་པས་ནོར་འཁྲུལ་བྱས་པར་མ་ཟད། ཀང་གི་མགོ་ཁྲིད་ཚོས་ཀྱང་སྔ་ཙམ་ནས་ཐེ་བྱུས་མ་ཐུབ་པར་འགན་འཁུར་ཡོད་ལུགས་ངོས་ལེན་གྱིས་བློ་ཐོག་སེལ་ཐབས་སུ་འགྲེལ་བཤད་སྣ་མང་བྱས་ཐོག་བོད་ནང་བོད་གཞུང་གི་བཅོས་བསྒྱུར་གྱི་ཆ་རྐྱེན་ཡོངས་སུ་ཚང་བའི་ངོས་འཛིན་མ་བྱུང་བར། ངོས་འཛིན་མ་བྱུང་བར་དུ་བཅོས་བསྒྱུར་བྱ་རྒྱུ་མིན་ལོ་བརྗོད་བྱུང། གཞན་ཡང་ངོས་ནས་ཁོང་ལ་ཡང་རྒྱ་གར་གྲོས་ཚོགས་དང་རྒྱ་ནག་དམར་ཤོག་གི་མི་དམངས་འཐུས་མི་ཚོགས་ཆེན་གཉིས་ཀྱི་ཁྱད་པར་གང་མཐོང་བ་རྣམས་བརྗོད་པ་ཡིན། དེ་ཡང་རྒྱ་གར་ནང། གྲོས་ཚོགས་འཐུས་མི་ཚོས་རང་གི་གང་བསམ་རང་དབང་ཐོག་ནས་བརྗོད་ཆོག་པར་མ་ཟད། དགོས་གལ་མཐོང་ཚེ་གཞུང་ལ་སྐྱོན་བརྗོད་ཀྱང་བྱས་ཆོག། འོན་ཀྱང། པི་ཅིང་དུ་འཐུས་མི་ཕལ་མོ་ཆེའི་སྐད་ཆ་ཙམ་ཡང་བཤད་མི་ཕོད་པ་དངོས་མཐོང་བྱུང་ཞིང། རེ་ཟུང་གིས་གླེང་སློང་བྱས་ན་ཡང་དོན་གནད་ཆེན་པོ་གང་ཡང་མེད་པར། མང་ཆེ་བ་ཚིག་གནད་ཕྲན་ཚེགས་ལ་ཡ་ནོར་བཅོས་བྱས་པ་ཙམ་རེད་ཅེས་བརྗོད་པར། དེ་ལ་ཀྲའོ་ཝན་ལན་ཡིས། ངོས་པེ་ཅིང་དུ་མི་དམངས་འཐུས་མི་ཚོགས་ཆེན་ཐེངས་དང་པོར་མ་གཏོགས་ཞུགས་མྱོང་མེད་པ་དང། དེ་ནས་ཚོགས་ཆེན་ཐེངས་གཉིས་པ་འཚོགས་པའི་སྐབས་སུ་གནས་ཚུལ་ཡར་རྒྱས་ཚད་ལས་འདས་པ་ཕྱིན་ཡོད་ཚུལ་བརྗོད་བྱུང། གཞན་ཡང་ཀྲའོ་ཨེར་ལན་ཡིས་ངོས་ཀྱི་གཅེན་པོ་དང་དེ་བཞིན་པེ་ཅིང་དུ། འཕྲོས་བསྟུན་དོན་ཚན་བཅུ་བདུན་ལ་བཙན་ཤེད་ཀྱིས་མིང་རྟགས་འགོད་བཅུག་ས། བོད་ཀྱི་སྐུ་ཚབ། ང་འོས་ཚུད་པའི་བཀའ་བློན་རྣམས་དང་ཐུག་འཕྲད་ཀྱིས་ཁུར་ཡང་བླངས་སོང། ལྡི་ལིའི་ནང་ཀྲའུ་ཨེ་ལེན་དང་མཇལ་ཐེངས་མཐའ་མ་ནི། ཁོང་པཱ་ཀི་སི་ཐན་ནས་ཚུར་འཁོར་དུས་ཡིན། དེ་ཡང་སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ཟླ་བ་བཅུ་གཉིས་པའི་ཚེས་སུམ་ཅུའི་ཉིན། རྒྱ་ནག་གཞུང་ཚབ་ཁང་ནས། སྤྲེའུ་རྒྱ་གར་དུ་ཕྱིར་འཁོར་ཡོད་པ་དང། ཁོ་པར་ངོ་འཕྲད་དུ་ཡོང་དགོས་ཚུལ་གྱི་བརྡ་འཕྲིན་འབྱོར། མེ་འཁོར་ལ་བསྡད་དེ་ལྡི་ལིར་བྲེལ་འཚབ་ཀྱིས་བསྐྱོད་པར་བབས་ཚུགས་སུ་རྒྱ་ནག་གི་གཞུང་ཚབ་བྷན་ཙི་ལིས་བསྒུགས་འདུག་པ་དེས། ཁོང་གིས་སྣུམ་འཁོར་ནང་བསྡད་དེ་བསྐྱོད་དགོས་ཨུ་ཚུགས་བྱས་བྱུང་བ་ལྟར། རྒྱ་གར་གྱི་གཞུང་འབྲེལ་གུས་བསུ་དང་བསྲུང་བྱའི་ལས་བྱེད་ལྷན་རྒྱ་ནག་གཞུང་ཚབ་ཁང་དུ་ཐད་ཀར་བསྐྱོད་ཅིང། དེར་རྒྱ་ནག་གི་གཞུང་ཚབ་པ་དང་ཀྲའོ་ཨེན་ལན། དམག་དཔོན་ཧུའུ་ལུང་བཅས་ཐུག་འཕྲད་བྱུང། ངོས་ཀྱིས་ལན་རྣམས་གཞུང་ཚབ་ཁང་དུ་སླེབས་དུས་ང་ཚོ་ཚོགས་འདུ་འགོ་ཚུགས་ཟིན་པས། ཁོ་ཚོས་ང་གཞུང་ཚབ་ཁང་ན་ཡོད་མེད་མ་ངེས་ཤིང། འགའ་ཞིག་གི་སེམས་ན་ཐ་ན་བཙན་ཁྲིད་བྱས་ཚར་བ་མིན་ནམ་སྙམ་པའམ་བྱུང་འདུག་མཐའ་མ་ཁོ་ཚོས་ང་འཁྱགས་ཡོང་ཞེས་ཟན་དྲོ་པོ་ཞིག་མི་ལག་བརྒྱུད་བསྐུར་འདུག་ཅིང། ཁོ་ཚོ་སེམས་ངལ་ཆེན་པོ་བྱུང་བ་དང། རྒྱ་ནག་གཞུང་ཚབ་ཁང་དུ་སླེབས་ཡོད་པ་ངོས་ནས་ཤེས་རྟོགས་ཡོང་ཆེད་དེ་ལྟར་བྱས་ལུགས། ཕྱིས་སུ་བརྗོད་བྱུང། ངས་གསལ་དུ་བརྗོད་དགོས་པ་ཞིག་ལ་ཡང་ཚོགས་འདུ་འདི་ནི་འཇིགས་སྐུལ་གྱི་རྣམ་པར་མཐོང། དེ་ཡང་སྲིད་བློན་དང། དམག་སྤྱི་ཆེན་མོ། གཞུང་ཚབ་བཅས་ཉམས་མྱོང་གིས་ཕྱུག་པའི་རྒྱ་ནག་གི་དམག་སྲིད་དཔོན་རིགས་གསུམ་གྱིས། ཉམས་མྱོང་མེད་པའི་བོད་ཀྱི་དགེ་འདུན་པ་གཞོན་ནུ་ཞིག་གིས་མཐའ་བསྐོར་ནས་འཚོགས་པ་རེད། འོན་ཀྱང་འཚོགས་ས་པེ་ཅིང་ལ་མ་ཡིན་པར་ལྡི་ལིར་ཡིན་པ་དེ་ངོས་ལ་ཡང་ཅུང་བདེ་འཇགས་ཀྱི་ཚོར་སྣང་བྱུང། ངོས་ནས་བློ་རྩེ་བརྟན་པོར་བཟུང་ཐོག་རྒྱ་ནག་དམར་པོའི་གཞུང་གིས་བོད་ནང་བཙན་ཤེད་ཀྱི་སྒོ་ནས་ཁས་ལེན་བྱེད་ཐབས་མེད་པའི་བཅོས་བསྒྱུར་བྱེད་རྒྱུར་བློ་གཡེང་བྱེད་ཚུལ་བརྗོད་པ་ཡིན། དུས་དེར་ཀྲའོ་ཨེར་ལན་ཡིས་མའོ་ཙེ་ཏུང་ལ་གྲོས་འདྲི་བྱས་ཟིན་པ་གསལ་པོ་འདུག་དེར་བརྟེན་ཁོང་གིས་བོད་ཤར་ཕྱོགས་ཁུལ་དུ་ཚད་ལས་འདས་པའི་དྲག་གནོན་བྱས་པའི་གནས་ཚུལ་གྱི་འགྲེལ་བརྗོད་དང། བཅོས་བསྒྱུར་ཕྱིར་འགྱངས་སྐོར་ལ་དེ་སྔའི་ཁས་ལེན་རྣམས་བསྐྱར་ཟློས་བྱས་ཐོག། མའོ་ཙེ་ཏུང་གིས་བོད་ནང་ཉུང་མཐར་དམར་ཤོག་ལམ་ལུགས་ཀྱི་བཅོས་བསྒྱུར་ལོ་དྲུག་ཕྱི་འགྱངས་བྱ་རྒྱུ་དང། དེའི་རྗེས་སུ་ཡང་བཅོས་བསྒྱུར་ལག་བསྟར་བྱེད་དང་མི་བྱེད་ངོས་རང་ནས་ཐག་གཅོད་བྱེད་འདོད་ཀྱི་བཀའ་གནང་ལུགས་བརྗོད་བྱུང། དེ་ཐོག་ཁོང་གིས་རྒྱ་ནག་གཞུང་གིས་བོད་ནང་དྲག་པོའི་ངོ་ལོག་གི་རིགས་ཅི་འདྲ་ཞིག་ལ་ཡང་བཟོད་བསྲན་རྩ་བ་ནས་བྱ་རྒྱུ་མིན་པ་དང། ངོས་ལྷ་སར་གང་མགྱོགས་ཕྱིར་ལོག་དགོས་པ་ནན་བརྗོད་ཐོག་མཐའ་དོན་ལྟ་བུར། བོད་ཀྱི་ས་མཚམས་དང་ཁད་ཉེའི་རྒྱ་གར་གྱི་གྲོང་སྡེར་བཀའ་བློན་སྤུག་ལ་ཡང་འགྲོ་མི་རུང་ཚུལ་བརྗོད་བྱུང། གྲོང་རྡལ་དེར་བོད་མི་མང་པོ་ཡོད་ཁོངས་འགའ་ཞིག་གིས་བོད་ནས་བཙན་བྱོལ་དུ་སླེབས་ཟིན་པའི་གྲས་རེད། དོན་ཚན་མཐའ་མའི་ཐད་ཀྲའོ་ཨེན་ལེན་ཡང་ངོས་ནས་བསམ་གཞིགས་བྱས་དུས་བརྗོད་པ་ཡིན། ཚོགས་འདུ་འདི་ཚར་རྗེས་ཀྱི་ཕྱི་ཉིན་ཞོགས་པ་དམག་སྤྱི་ཧོ་ལུང་ངོས་ཐུག་པར་ཡོང་ནས་ལྷ་སར་ལོག་ན། ལེགས་གནས་སྐོར་ཀྲའོ་ཨེན་ལེན་ཡི་སློབ་སྟོན་བསྐྱར་ཟློས་ཐོག། སེང་གེ་གང་ལ་གནས་ན་སེང་གེ་དང། སེང་གེ་ཀླུང་དུ་བབས་ན་དགུ་ཁྱིར་བསྐོས། ཞེས་པའི་གཏམ་དཔེ་དེ་བརྗོད་བྱུང། དེ་ནི་ཁོ་པའི་ངོས་ལ་ཡང་ཚབས་ཆེའི་ཉེན་བརྡ་བཏང་བ་ཞིག་ཡིན་པར་བརྗོད་མི་དགོས། གོང་གི་གནད་དོན་དེ་དག་གི་ངོས་བོད་ལ་ལོག་ན། ལོག་དང་ཡང་ན་རྒྱ་གར་ལ་ཡང་སྡོད་ཀྱི་ཐད་ཕྱོགས་མང་པོ་ནས་གནོན་ཤུགས་ཆེན་པོ་ཐེབས་པ་སྨོས་མི་དགོས། དཔེར་ན་ངོས་དང་མཉམ་ཡོད་ཆིབས་ཞབས་ལས་མི་ཚོའི་ནང་དུའང། དེའི་ཐད་བསམ་ཚུལ་མི་མཐུན་པོ་ཡོད་ཐོག་པེ་ཅིན་གཞུང་གིས་ཕྱོགས་གཞན་ནས་དོན་དེར་ཤུགས་རྐྱེན་སྤྲོད་ཐབས་བྱེད་བཞིན་ཡོད་འདུག་པ་དཔེར་ན། ཀྲའོ་ཨེ་ལན་ཡིས་སྲིད་བློན་ནེ་རུ་མཆོག་ལ་ཡང་སྐབས་དེར་ངོས་ལ་རྒྱ་གར་དུ་སྲིད་དོན་སྐྱབས་བཅོལ་བའི་གནས་བབ་མ་སྤྲད་ཚེ། དེའི་ལན་དུ། མཱེཀ་མོ་ཧན་ལཱིན། ཞེས་པའི་བོད་དང་རྒྱ་གར་གྱི་ས་མཚམས་ས་ཐིག་དེ་ངོས་ལེན་བྱ་རྒྱུའི་བརྡ་སྟོན་ཡང་བྱས་འདུག་གང་ལྟར་བོད་ཀྱི་དམ་དཔེར། ཁྲོས་མི་ལ་ཁྲིད། ཐག་རང་གིས་གཅོད། ཅེས་པ་ལྟར། བོད་ལ་ལོག་དང་རྒྱ་གར་ལ་སྡོད་ཀྱི་ཐད་ཐ་མ་རང་ངོས་ནས་ཐག་གཅོད་བྱེད་དགོས་པར་བརྟེན། སྲིད་བློན་ནེ་རུ་དང་མཇལ་མོལ། མཇལ་མའི་སྐབས། སྐུ་ཉིད་ཀྱིས་སློབ་སྟོན་གནང་བ་ལྟར་དང། ཀྲའུ་ཨེར་ལན་ཡིས་ངོས་དང་ངོས་ཀྱི་གཅེན་པོ་ཉི་ལི་ཡ་ཁས་ལེན་གསལ་པོ་བྱས་པ་བཅས། རྒྱུ་མཚན་ཉི་ལི་ཡ་བརྟེན་ནས་བོད་ལ་ལོག་རྒྱུའི་བློ་ཐག་བཅད་ཚུལ་བརྗོད་པ་ཡིན། ཕྱིས་སུ་གསལ་པོ་ཆགས་པ་ལྟར། སྐབས་དེ་དུས་སྲིད་བློན་ནེ་རུས་རྒྱ་ནག་གི་ཁས་ལེན་ཐད་ལྷག་བསམ་ཟོལ་མེད་ཀྱི་ཡིད་རྟོན་གནང་རྐྱང་དང་ཀྲའོ་ཡི་རྫུན་བཤད་རྐྱང་བྱས་པ་རེད། སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ལྔ་བདུན་ཟླ་བ་དང་པོའི་ནང་སྲིད་བློན་ཀྲའོ་ཨེ་ལེན་ཡིས་བསླབ་བྱར་ཉན་ཆོག་མ་བྱས་པར། གྲོང་ཁྱེར་ཀལ་ཀ་ཏཱ་ནས་བཀའ་བློན་པུར་ཡར་བསྐྱོད་པ་ཡིན། དེ་ནས་རང་ཡུལ་ཡར་ཕྱིན་ལོག་ལམ་དུ་འབྲས་ལྗོངས་སུ་ཚུགས་ཕབ་སྟེ། དེ་འདྲའི་མང་ཚོགས་ལ་ཡར་ཆོས་བཤད་དང་ཕྱམ་དབང་བྱིན་རླབས་ཐོབ། འབྲས་ལྗོངས་ཆོས་རྒྱལ་གྱི་རེ་སྐུལ་ལྟར་རྣམ་རྒྱལ་བོད་ཀྱི་ཤེས་རིག་ཞིབ་འཇུག་ཁང་གི་རྨང་རྡོ་བཏིང། དང་ཐོག་སྒང་ཐོག་ཏུ་ཉིན་ཤས་ལས་སྡོད་བྱ་མི་རུང། གངས་བབ་ཆེ་བས་རྣ་ཐོས་ལ་དགའ་སྟེ། སྒང་ཐོག་ཏུ་གཟའ་འཁོར་འཕར་མ་ཁ་ཤས་ལྷོད་དེར་སྡོད་པའི་གོ་སྐབས་ཐོབ། དེར་སྡོད་རིང་སྲིད་བློན་ནེ་རུ་མཆོག་ལྷ་སར་གདན་ཞུའི་མགྲོན་བརྡ་ཞིག་ཕུལ་བ་ཡིན། དེ་ཡང་ཁོང་གིས་ངོས་རྒྱ་གར་དུ་ཡོད་རིང། སྣེ་ལེན་གང་གཟབ་གནང་བའི་དྲིན་གཟོ་ཙམ་གྱི་ཆེད་མ་ཡིན་པར། བོད་ནང་གི་གནས་ཚུལ་རྣམས་ཁོང་གིས་ཐད་ཀར་གཟིགས་རྟོགས་ཐུབ་པའི་ཆེད་དུ་ཡང་ཡིན། སྲིད་བློན་ནེ་རི། གདན་བཞུགས་རུ་ཞལ་ཤེས་ན། རྒྱ་ཕྱོགས་ནས་ཐོག་མའི་ཆར་དྷི་ལི་ཡ་དགག་བྱ་མ་བྱས་རུང། རྗེས་སུ་བོད་ནང་སྲིད་གླེང་ནི་རུའི་བདེ་འཇགས་ལ་ཡང་འགན་ལེན་མི་ཐུབ་ཚུལ་བརྗོད་ནས་ཕྱིར་འཐེན་བྱས་སོང། གལ་ཏེ་ཁོང་ལྷ་སར་ཕེབས་ཐུབ་ཡོད་ན་ངོས་ལ་ཁོང་གི་སློབ་སྟོན་གྱི་ཁེ་ཕན་ཆེན་པོ་ཡོང་ངེས་ཀྱང་ཕེབས་མ་ཐུབ་པ་ནི་བློ་ཕམ་ཅི་ཞིག་རེད། སྲིད་གླེང་ནི་རུ་བོད་ཀྱི་རྒྱལ་སར་ཕེབས་མ་ཐུབ་རུང་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བརྒྱད་ལོའི་ཟླ་བ་དགུ་པར་ཁོང་འབྲུག་ཡུལ་དུ་ཕེབས་སྐབས། ཡར་མར་ཕེབས་ལམ་དུ་བོད་ཀྱི་ས་ཐོག་སུ་དངོས་སུ་ཞབས་བཅག་ཐུབ་ཙམ་ཞིག་བྱུང་ཡོད་པ་མ་ཟད། གྲོ་མོར་དགོང་མོ་གཅིག་བཞུགས་བཞག་ན། གྲོ་མོ་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ལོར་རྒྱ་ནག་དམར་གཞུང་གིས་བོད་ཤར་ཕྱོགས་ནས་བཙན་འཛུལ་བྱེད་དུས་ངོས་རང་མཉན་ཡོན་དུ་འགྲུ་ཡུལ་གྲོང་བརྡལ་དེ་རེད། སྲིད་བློན་ཁོང་དང་ཁོང་གི་སྲས་མོ་ཨིནྡིར་ཀཱན་དཱི། ངས་དེར་ཕེབས་འབྱོར་སྐབས། ཕེབས་བསུར་བོད་ཀྱི་མཐོ་རིམ་སྐུ་ཚབ་ཚོགས་པ་ཞིག་བཏང་བ་ཡིན། འབྲུག་ཡུལ་ཡར་ཕེབས་ཐེངས་དེའི་སྐབས་སྲིད་བློན་ནེ་རུས། འབྲུག་ཡུལ་རང་བཙན་གྱི་ངོ་བོར་གནས་རྒྱུ་དེ་རྒྱ་གར་གྱི་རེ་འདོད་ཡིན་པ་དང། ཡུལ་དེའི་འཚོ་བ་སྐྱེལ་སྟངས་དང་ཡར་རྒྱས་ཀྱི་ལམ་བུར་འགྲོ་ཕྱོགས་འབྲུག་པ་རང་གི་འདོད་མོས་བཞིན་བྱེད་དགོས་པའི་བརྡ་སྟོན་འགན་ལེན་ཤུགས་ཆེ་གནང་བ་རེད། འབྲུག་ཡུལ་གྱི་ཁྱིམ་མཚེས་རྒྱལ་ཁབ་ཆེན་པོ་རྒྱ་གར་གྱིས་འབྲུག་ཡུལ་ཡར་གནས་སྟངས་དང། དུས་སྐབས་དེ་དེ་རང་ལ་ང་ཚོའི་ཤར་ཕྱོགས་ཀྱི་ཁྱིམ་མཚེས་རྒྱལ་ཁབ་ཆེན་པོ་རྒྱ་ནག་གིས་བོད་ལ་བྱེད་སྟངས་བསྡུར་ན། དེ་གཉིས་བར་སེམས་ལ་ཡ་ན་ཟུག་གཏོང་བའི་ཁྱད་པར་ཤོར་སྟབས་དོ་སྣང་མ་བྱུང་བ་ཡོང་ཐབས་མེད། མཐའ་མ་སྤྱི་ཟླ་གཉིས་པའི་ཟླ་མཇུག་ལ་ཡང་གནམ་གཤིས་ཡག་ཏུ་སོང་ནས་ལམ་ཁ་ཕྱེ་སྟབས། ང་ཚོ་རྣ་ཐོས་ལ་བརྒལ་ནས་བོད་ཀྱི་ས་ཐོག་སླེབས། ལ་བརྒལ་ཁར། སྐྱེས་མི་སྤྱི་དང། ལྷག་པར་གཅེན་པོ་བློ་བཟང་བསམ་གཏན་དང་ཁ་གྱེས་དུས་སེམས་སྐྱོ་བོ་བྱུང། བློ་བཟང་བསམ་གཏན་ངེད་གཉིས་ཆུང་བྱིས་པའི་དུས་སུ། བོད་ཨ་མདོ་ནས་དབུས་གཙང་བར་གཟའ་འཁོར་བཅུ་མཉམ་བརྒྱུད་ཐོག། ངོས་རང་ཏཱ་ལའི་བླ་མར་གཞུང་འབྲེལ་གྱི་ངོས་འཛིན་བྱུང་འཕྲལ། ཐོག་མའི་ཆར་ཐོས་བསམ་སློབ་གཉེར་མཉམ་དུ་བྱས་པ་བཅས་ངོས་ཀྱི་གཅེན་གཅུང་ཚང་མའི་ནང་ནས་ཉེ་ཤོས་ཆགས་ཡོད། དུས་དེར་བློ་བཟང་བསམ་གཏན་གཟུགས་གཞི་མི་ལྟ་རུ་མ་ཟད། གཟུགས་བབ་ཧ་ཅང་ཞན་པས། ཁོང་གིས་སྐྱོ་ངལ་སེལ་ཆེད་ཁོས་ངེད་གཉིས་སྣུམ་འཁོར་ནང་ཁུ་སིམ་མེར་ཏོག་ཙམ་ལྷན་སྡོད་བྱ། ཞེས་བརྗོད་ཅིང། དེ་དག་སྡོད་རིང་ཁོང་གིས་ངུས་ཤིང། ང་ཡང་ཡིད་སྐྱོ་བ་བཅས། འགྲུལ་བཞུད་ལ་ཡར་སྐོར་གྱིན་ཕྲན་བུ་ཆགས་པས། ངོས་དང་མཉམ་བོད་ལ་སྐྱོད་མཁན་རྒྱ་རིགས་ལས་བྱེད་ཚོ་རླུང་ཅུང་ལངས་པ་ཡང་བྱུང་སོང། སེ་འབྲུ་ལེན་རྒྱས། ལེའུ་གསུམ་པ་ཐག་རིང་ནས་ཡོངས་སུ་བཅུག་བྲིས་པ་ཡིན། ཐག་རིང་གིས་དཔེ་ཀློག་ལེ་ཚན་ཞུ་མཚམས་དེ་ད་ག་བྱ་ཡུལ་དང་ལེ་ཚན་རྗེས་མའི་ནང་ལ་ཡིན་ན་གུས་པས་མུ་མཐུད་ནས་ལེའུ་བཞི་པ་བྱ་ཀློག་ཞུ་རྒྱུ་ཡིན་ན་ནང་པ་ཚོས་དུས་ཐོག་ཏུ་གསན་ན་ཡོང་ཞུ། ལྷན་རྒྱས། ཞུ་རྟེན་བྱ་དགོས།